ལྷན་རྒྱས་ལྷག་དཀར་བཟང། བོད་ཀྱི་བརྙན་འཕྲིན་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་ཞུ། ཐེངས་འདིས་བོད་ཀྱི་ཐ་སྙད་གསར་པ་ངོ་སྤྲོད་མ་ཞུས་གོང་དུ་དུས་འགྲོ་སྔོན་མར་ངོ་སྤྲོད་ཟིན་པའི་བོད་ཀྱི་ཐ་སྙད་གསར་པ་ཁག་ཅིག་བསྐྱར་བཤད་བྱེད་ཀྱི་ཡིན། Encyclopedia། ཤེས་བྱ་ཀུན་འདུས། Tunnel། ཕུག་ལམ། Medicinal Bath། ལུམས། Escalator། གློག་སྐས། མ་དར་ཨིན་ལོ་གྱོས་མོ། Tournament། རིམ་བསྡུར་རྩེད་འགྲན། Breaking News། དང་ཐོས་བསམ་བསྒྱུར་དང་བཅས་དེ་རིང་ངོ་སྤྲོད་ཞུ་རྒྱུ་བོད་ཀྱི་ཐ་སྙད་གསར་པ་རྣམས་ནི་དང་པོ། Paper Clip། ཤོག་འཛིན། ཤོག་བུ་མང་པོ་ལྷན་ཅིག་ཏུ་འཛིན་ཆེད་དུ་བེད་སྤྱོད་བྱེད་པའི་ལྕགས་དང་འགྱིག་སོགས་ཀྱིས་བཟོས་པའི་སྒུག་དབྱིབས་ཅན་གྱི་ལྕགས་ལ་ཅིག། གཉིས་པ། Notice Board། དར་ཐོག་སྦྱར་དཔང། མི་མང་ལ་གནས་ཚུལ་དང་གསལ་བསྒྲགས་བདག་ཐོ་ལ་སོགས་ཁྱབ་བསྒྲགས་ཡོང་ཆེད་དུ། ཡིག་ཤོག་སྦྱར་སའི་སྦྱར་པང་ཞིག། སུམ་པ། Rice Cooker། གློག་རྡིག། རླངས་བཙོས་སམ་ཆུ་བཙོས་སོགས་སྒྲས་བཙོས་བྱེད་དུ་བེད་སྤྱོད་བྱེད་པའི་གློག་གི་ཐབ་ཆས་ཤིག། དེ་བཞིན Pressure Cooker ལ། རླངས་རྡིག། འདི་གཉིས་ཀྱི་བྱེད་ལས་འདྲ་མཚུངས་ཡིན་ན་ཡང། གཅིག། གློག་ལ་བརྟེན་དགོས་པ་དང། གཞན། མེ་ལ་བརྟེན་དགོས་པ་ཡིན། བཞི་པ། Bone File། མེ་གོང། སྤྲོད་རྒྱུ་སོགས་ཀྱི་ཆེད་དུ་ཁང་པའི་ཕྱི་ལ་བཏང་བའི་མེ། མེ་གོང་བཏང་ནས་གུར་ཞལ་དང་ཞབས་ལོ་རྒྱག་གི་ཡོད། ལྔ་པ། Chair Leader། སྤྲོད་སེམས་སྤེལ་མཁན། རྐང་རྩེད་སྤོ་ལོ་དང་དབྱུག་རྩེད་སྤོ་ལོ་སོགས་རྩེད་མོ་གང་ཞིག་འགྲན་བསྡུར་བྱེད་པའི་གནས་སྐབས་སུ་རུ་ཁག་ཅིག་ལ་རྒྱབ་སྐྱོར་ཐོབ་པའི་ཆེད་དུ་མང་ཚོགས་ལ་དགའ་སྤྲོའི་སྣང་བ་སྤེལ་མཁན། དྲུག་པ། Road Sign། ལམ་རྟགས། མོ་བཀྲ་དང་སྦག་སྦག་ལྟ་མཁན་རྣམས་ལ། ཁ་ཕྱོགས་སྟོན་བྱེད་དུ་འགྲུལ་ལམ་བརྒྱུད་ཟུར་དུ་བཙུགས་པའི་མཚོན་རྟགས། དཔེར་ན། དབྱེ་འགུག་དང་གཡོན་འགུག། སྨན་ཁང་དང་སློབ་གྲྭ་སོགས་ཡོད་པའི་མཚོན་རྟགས། བདུན་པ། Sanitary Pad། གཙང་ཁེབས། བུད་མེད་ལ་ཟླ་མཚན་འབབ་པའི་གནས་སྐབས་སུ་བེད་སྤྱོད་བྱེད་པའི་དངོས་པོ་ཞིག། དེ་བཞིན Sanitary Napkin། ལ་ཡང་གཙང་ཁེབས་ཟེར། རྒྱ་ཆེ་མང་ཚོགས་ནས་ད་བར་བོད་ཀྱི་ཐ་སྙད་གསར་པ་ངོ་སྤྲོད་ཀྱི་ལེ་ཚན་འདིར། ངོ་དེབ་དང YouTube སོགས་སྤྱི་ཚོགས་བརྒྱུད་ལམ་ཁག་ནས་གསན་གཟིགས་གནང་མཁན་ཧ་ཅང་མང་པོ་བྱུང་འདུག་པ་མ་ཟད། རང་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་ཐད་ལ་ཐུགས་ཁུར་གནང་མཁན་མང་པོ་ཞིག་གིས་དགོངས་འཆར་དང་མཆན་བཀོད་གནང་མཁན་ཚང་མ་ལ་བཀའ་དྲིན་ཆེ་ཞུ་རྒྱུ་ཡིན། བོད་ཀྱི་སྐད་ཡིག་སྲུང་སྐྱོབ་བྱ་རྒྱུ་ནི་ང་ཚོ་ཚང་མའི་ལས་འགན་རེད། མཐར། ལྷན་རྒྱས་ནས་སོ་སོའི་ཉིན་རེའི་འཚོ་བའི་ནང་བོད་སྐད་གཙང་མ་ཤོད་ཐབས་གནང་རྒྱུའི་འབོད་སྐུལ་ཞུ་རྒྱུ་ཡིན།